དགེ་རྒན་མཐའ་དག་རིམ་པས་སེལ་ཐབས་བྱ་དགོས་པ་དང། འཕྲལ་ཕུགས་གཉིས་ལས་ཕུགས་དང། རང་རང་བཞིན་གཉིས་ལས་གཞན། སྤྱི་སྒེར་གཉིས་ལས་སྤྱི་དོན་དུ་ཚད་མཐོ་མཉམ་འདྲེས་བྱེད་པ་ནི་གཡོལ་ཐབས་མེད་པའི་འགན་འཁྲི་ཞིག་ཡིན་པར་དགོངས་ཀྱི་ཡོད། དེ་ནི་མགོན་པོ་གང་ཉིད་ཏཱ་ལའི་བླ་མས་བརྩིས་མེད་ཡོད་པ་དང་ནང་པའི་དབུ་ཁྲིད་ཅིག་བོད་མི་མགྲིན་ཚབ་པ་ཞིག་ཡིན་པའི་ངོས་ནས་མ་ཡིན་པར། འགྲོ་བ་མིའི་བདེ་སྡུག་ལ་ཐུགས་ཁུར་དང་རིན་ཐང་ལ་བརྩི་བཀུར་གནང་མཁན་ཞིག་ཡིན་པའི་ཆ་ནས། དེ་ལྟར་དགོངས་པ་བཞེས་བཞིན་ལམ་སྟོན་གནང་བཞིན་ཡོད། ཆོས་ལུགས་ལ་མ་བསྟུན་པ་ཞེས་བསྟན་དོན་གནང་བ་ནི་འཛམ་གླིང་འདིར་མི་དུང་ཕྱུར་བརྒྱད་ཅུའི་ནང་ནས་དུང་ཕྱུར་བཅུ་བཅུ་གྲངས་ཙམ་ལ་ཆོས་དད་མེད་པ་དང་ཆོས་རྒྱལ་ལེན་མཁན་རྣམས་ཀྱང་ཆོས་ལུགས་མི་འདྲ་བའི་རྗེས་སུ་འཇུག་ཅིང། ཆོས་ལུགས་དེ་དག་ལ་ཡང་ཆོས་བརྒྱུད་འདྲ་མིན་སྣ་ཚོགས་ཡོད་ལ། ཆོས་ལྡན་མེད་མཁན་ཚོ་ཡང་མི་ཡིན་པ་དང། བདེ་བ་འདོད་ཅིང་སྡུག་བསྔལ་མི་འདོད་པའི་བསིལ་བའི་ཡུལ་ནི། ཁོ་རང་ཚོ་རྒྱའི་སོ་སོའི་ངོས་ནས་བཤད་ན་ཡང་བདེ་སྐྱིད་སྟོན་པ་ཡིན་པས། རིམ་པས་དེ་དག་བྲོ་བ་མིའི་སྤྱི་ལ་ཁྱབ་པའི་ཐབས་ཤེས་ག་རེ་ཡོད་ཟེར་ན། གཙོ་བོ། བྱམས་བརྩེ་ཡོད་ན་སེམས་ནང་བདེ་སྐྱིད་དང། ཞི་བདེ་ཡོང་ཡོང་བ་མཐུན་སྣང་དུ་གྲུབ་ཡོད་ཅེས་གསུང་གི་ཡོད།

ཨང་ད་ལྟ་རྩི་བཞིན་པ་དང་འབྱུང་འགྱུར་མི་རབས་རྣམས་ལ་ཡང་གཅེས་པར་འགྱུར་བས། རྗེས་སྒྲུབ་ནས་ཇེ་མཐོར་འགྲོ་བཞིན་པའི་དབུལ་ཕྱུག་གི་བར་ཁེ་དང། མང་གཙོ་དང་དམངས་གཙོ། བར་ཐག་གི་འཐབ་རྩོད་ཀྱི་དཀའ་ཁག་རྣམས་ལ་གདོང་ལེན་ཆེད་ཁེར་རྐྱང། ཁེར་རྐྱང་བ་དང་རང་ཚུགས་ཐུབ་པའི་སྟོང་པའི་རྟེན་འབྲེལ་ལྟོས་གྲུབ་ཀྱི་ལྟ་གྲུབ་ལ། ཡར་ཐོན་སྐྱོད་པའི་ཕན་ཚུན་བསམ་ཤེས་གུ་ཡངས་དང་འགན་འཁུར། ཀུན་ལ་བྱམས་བརྩེ་ལྡན་པའི་མི་ཚེ་སྐལ་བཟང་གི་ཤེས་ཡོན་དང་དཀའ་ངལ་གྱི་བྱུང་རྩ། ང་དང་ངའིཞེས་པའི་མཁྲེགས་འཛིན་གྱི་བསམ་བློ་སྤོང་ཐབས་ཀྱི་དགོངས་གཞི་རྒྱ་ཆེར་བཀྲལ་ཅིང། བྱམས་བརྩེ་དང་ཤེས་རབ་ཟུང་དུ་འབྲེལ་བའི་ཤེས་ཡོན་སྤྲོད་སྟངས་ཤིག་དེང་རབས་སློབ་གསོའི་ལམ་ལུགས་ཁོངས་སུ་སྐྱེལ་ནན་སྐུལ་མཛད་པ་བཞིན་ད་ལྟའི་ཆར་རྒྱལ་ཁབ་བརྒྱ་དང་སུམ་ཅུའི་ཁག་ནང་དངོས་སུ་ལག་བསྟར་བྱེད་བཞིན་པ་དང།

མང་ཚོགས་ལ་བཀའ་སློབ། སྙན་གྲགས་ཅན་གྱི་གཙུག་ལག་སློབ་གཉེར་ཁང་བཅུ་ཕྲག་དྲུག་ཙམ་ཞིག་ཏུ་ཞབས་སོར་བསྐྱོད་དེ། བུམ་པ་མཆོག་གི་མཛེས་རྒྱན་བཞི་ཡིས་མཚོན་པའི་གུ་ཡངས་སྐལ་ཆད་བཞེད་སྒོམ་རྣམས་ཡར་རྒྱས། སྒོམ་དང་བཞེད་སྒོམ་རྣམས་རྒྱས་པར་གསུང་གླེང་མཛད་པས་སྐལ་ལྡན་སྐྱེ་བོ་ས་ཡ་དུ་མར་བླང་དོར་གྱི་བློ་མིག་ཕྱེ་ཡོད། རྗེ་ལོར་བཀའ་ཤག་གིས་དགོངས་མོས་བཞིན་མགོན་པོ་མཆོག་ཕྱི་ལུགས་ལྟར་དགུང་གྲངས་དགུ་བཅུ་རུ་ཕེབས་པའི་མདོ་བདུན་ལ་ལོ་འཁོར་དབྱིན་སྒོར་སྲུང་བརྩི་ཞུ་གཏན་འཁེལ་བ་བཞིན་བཀའ་དྲུང་དང་ལས་ཁུངས་ཁག་གི་འཐུས་མི་ལས་གྲུབ་པའི་མགོ་བདུན་འགོ་ཁྲིད་ཚོགས་ཆུང་ནས་སྤྱི་ཡོངས་སྦྲེལ་མཐུད་དང་མཐུན་སྦྱོར་ལ་འགན་ཁུར་ལེན་རྒྱུ་དང། རྒྱ་བལ་འབྲུག་གསུམ་ནང་དབུས་ལས་ཁུངས་སོ་སོའི་བཀོད་ཇུས་འོག་རྒྱུན་ལྡན་དང་རྒྱུན་ལྡན་མ་ཡིན་པའི་མགོ་བདུན་མཛད་སྒོ་རིང་མགོ་བདུན། མཛད་རིམ་འགོ་ཁྲིད་བྱ་རྒྱུ་དང་ཕྱི་དྲིལ་ལས་ཁུངས་ཀྱི་བཀོད་ཇུས་འོག་ཕྱི་རྒྱལ་སྐུ་ཚབ་དོན་གཅོད་སོ་སོའི་ཁྱབ་ཁོངས་རྒྱལ་ཁབ་ནང་འགོ་ཁྲིད་ཚོགས་ཆུང་ཟུར་འཛུགས་ཀྱིས་རྒྱལ་ཡོངས་དང། ཚོགས་པ་སོ་སོའི་ལས་རིམ་བསྐྱར་སྒྲིག་ལག་བསྟར་བྱ་རྒྱུ་དེ་བཞིན་ས་གནས་སོ་སོའི་འགོ་དོན་མཛད་སྒོར་ཐུན་མོང་དུ་བཀོལ་བྱེད་རུང་བའི་གློག་བརྙན་དང་དངོས་བྱུང་གློག་བརྙན། སྐུ་པར་སོགས་འགྲེམས་སྟོན་གྱི་རྒྱུ་ཆ་ཕབ་ལེན་དང་ས་གནས་སོ་སོར་མཛད་རིམ་ཇི་སྤེལ་གྱི་གནས་ཚུལ་བསྡུ་རྒྱུགས་ཞུ་ས་ཡོད་པའི་དྲ་ཚིགས་ཤིག་སྟབས་བསྟུན་ཡོངས་བསྒྲགས་ཞུ་འཆར་ཡིན།